འདི་པར་ཞིག་བཅར་ནས་སོ་སོ་གི་ཉག་དེ་ན་ཡག་པོ་ཡོད་རེད། ད་འདི་ཉག་ཚ་བའི་ཞུ་ལུགས་དེ་ལ་ཨ་ནེ་སོ་སོ་སོ་སོ་གི་ག་ཚོད་ཤེས་ཀྱི་འདུག་མ་ཤེས་ཡང་དེ་ཚོ་སྦྱང། འདི་ལ་འདས་མ་འོངས་ད་ལྟ་དུས་གསུམ་གི་དཀའ་ངལ་ནི་དེ་ཡོད་མ་རེད་ཚང་མ་གཅིག་པ་རེད་དེ་འདྲས་ཡིན་ཙང་ངས་ད་ལྟ་ཆ་ཚང་ཚར་མ་སོང་འདི་ན་ཤོང་གི་མི་འདུག་དེ་འདྲས་ཡིན་ཙང་ངས་སྐར་མ་བཅུ་གཅིག་འདི་ངོ་སྤྲོད་སྦིར་ཚིག་གཅིག་བྱེད་ཨ་ནེ་ལྷག་མ་དེ་བྲིས་ཀྱི་ཡིན་ད་དེ་རིང་ངས་ངོ་སྤྲོད་ཞེ་དྲག་ཞེ་དྲག་བྱེད་ཡ་གྱི་ཡོད་མ་རེད་བྱ་ཚིག་དེ་གས་དེ་ངས་རུག་རུག་བཟོས་ཡོད་རེད་རེད་བ། དེ་འདྲས་ཡིན་ཙང་ཡིན་ད་དང་པོ། ངོ་ཡ། ད་དང་པོ། འདི་ཕག་གི་གདན་ཚན་འདི་ཡི་ནང་ལོགས་ལ་ག་རེ་རེད་ཟེར་དུས་བཙུན་པ་ལ། གང་ཞིག་དུས་གསུམ་ཚིག་ལ་ཁུ་མེད་དང་ས་དེའི་ངེས་ངེས་བྱེད་མ་ས་པན་པ་ལས་མང་བ་རེ་ཞུ་ཡིན། སྔོན་བྱུང་རྩ་བ་ཉིད་ནས་མེད་དེ་ངས་དེ་ཚེ་ལྟ་དང། ཁ་ན་རོ་ཁོ་མ་ཤ་ཁོམ་ནས་བཟུང་སྟེ་འདི་ལ་ལ་ཨ་ད་ང་ཞིག་གི་སློང་ཁ་སློང་བར་དུ་ལ་སྔོན་བྱུང་རྩ་བ་ཉིད་ནས་ཡོད་མ་ལྟ་དང།

ལེགས་སེ། ད་འདི་ཅིག་ཞུ་བ་ལ་ཐོག་མ། ལེགས་སེ་ད་གཟིགས་དང་ཁ་ང་རོ་ཁོམ་མ་རེད་ཁོམ། དུས་ཚོད་ཁོམ་གི་ཡོད་ཁོམ་གི་མེད། ག་རེད་ད་གྱ་ང་རོ་གྱོན་ན་གྱོན་དུས་རོ་གོན་པ། དེ་ལ་ཡག་རྟགས་ཡོད་ན་འདྲ་མེད་ན་འདྲ་དོན་དག་གཅིག་པ་རེད། ག་ར་ད་གྲ་ང་རོ་གྲོ་ལ་གྲོལ། འཛིན་འདྲ་གྲོལ་བ། ག་ལ་ད་བརླ། ཁང་པ་བརླ་བ། མོ་འདྲ་བརླ་བ། གང་ང་གང། ཡ་གང་འདི་བྱ་ཡ་ཁེངས་འདི་བྱ། གར་ཞབས་ཆུ་གུས་སར་ཁུ། མི་ལ་གུས་ཞབས་བྱེད་པ། གར་ང་རོ་གོང་མ་སར་གོམ། དེ་ལ་གོམ་འདྲིས་བྱེད་པ། གར་ལ་དར་ལ་འབྲུམ་བུ་གླེང་ང་གླེང་ཤེས་པ། གར་ལ་དར་ལ་ང་རོ་གློད་ད་གློད་མ་གློད་ཤ་ལ་ལག་པ་བཏང་བ། བཙོན་ཁང་ནས་གློད་པ། ང་ང་རོ་ངོམ་མ་ངོམ། སོ་སོར་དཔེ་ཆ་ཅིག་ཡོད་ན་དེའི་ཕྱི་ལོགས་ལ་ཡང་ངོམ་རྫིག་རྫིག་སྟོན་ཡང། ཆ་དང་ཆས། དུམ་བུ་ཆས་སོང་བ། ཆ་ཞབས་ཆུ་ཆུ་དང་ཆུས་དང་ཆ་ཞབས་ཆུ་བཅུག་པ་བཅུག་ནི།

བཅའ་བ་ཉག་བ། ཉག་མ་ས་ཉམས་སྟོབས་མ་ཉམས་འགྲོ་བ། ཉག་མ་རོ་མྱོ་དཔེ་ཧྲ་སྤྲད་མི་བཅའ་བ་ལེན་བ། ཐར་ར་ཐར་གཅིག་ལས་དཀའ་ངལ་ཅིག་མིན་པ་གྲོལ་བ་ལ་ཐར་བ། ཐིམ་པ། བྱེ་མའི་ནང་ལ་ཡར་ཆུ་ལུག་ཤོར་བ་ཡིན་ན་ཨ་ནི་ནཱ་ལོ་ལ་ཐིམ་འགྲོ་གི་རེད་ནཱ་ལོ་ལ་སིམ་འགྲོ་གི་རེད་ས་གི་པོ་སིམ་མ་སིམ་དོན་དག་གཅིག་པ། ཐ་ཆུ་ཆུ་ཐུག་ཁ་ཐུག་གཅིག། ལྷག་ཐུགས་སྲས་དེ་ལ་ང་ཚོ་བཅུ meet ཐུགས་པ་སྲས་ཅིག་ལ་བེད་སྤྱོད་བྱེད་ས་གཅིག་ཡོད་ད་བར་ཁོ་གཉིས་ཐུགས star ལ་དུས་ཚང་མ་ལ fight ལ་གོ་ཡ་གཅིག་ཡོད་རེད་གོ་ཡ་ཐུགས་ཐ་ན་རུ་ཐོག་གང་སར་ཐོག་སྲས་དེ་ལ་བེད་སྤྱོད་མང་པོ་ཡོད་རེད་ཕན་ཐོགས་སྲས་ཡང་རུ་ཐོག་དེ་རེད་ཡང་མིན་ན་མཚམས་མཚམས་ཨ་འདྲེ་ཅན་འགྲོ་དེ་ཨོ་ད་ང་འདི་རུ་ཐོག་གསུངས་པ་ཡོད་བ་ཐོག་བ་ཐ་ན་རུ་ཐོས་ས་ཐོས་རྣ་བས་ཐོས་པ་ད་ལ་དར་དེ་ཁྱབ་པ་ད་ལ་ད་དྲག་ག་དྲག་ན་ས་དྲག་པ་དེ་གས་དེ་གཅིག་ཤིང་ན་ཚ་ཚ་རེད་འདྲེ་མང་དག་དག་དུས་སུ་རྙོག་དྲ་ཡོད་མ་རེད། ད་ར་ད་དྲ་ན་དྲན། སེམས་ལ་འཁོར་བ། ན་ཆུང་གི་ནུབ་པ་ནུབ་ཉི་མ་ནུབ་བ། ཕ་ན་ཕན་མི་ཤེས་པ་གཅིག་ལ་ཕན་ཐོགས་པ། ཕ་ན་རོ་ཕོག་ཁ་ཕོག་མི་ཤེས་པ་གཅིག་གི་སེམས་ལ་ཕོག་སོང་བ། བ་ར་ད་དྲ་མི་བུ་བྲེལ་ལ་བྲེལ་བྲེལ་ལ་ཚ་བོ་གི་བྲེལ། བ་ར་ད་དྲ་ན་རུ་གྲོ་ཟེར་དུས་ཚང་མ་ལ་དགོས་གྲོ་བོ། འདི་ལ་གཅིག་གྲོལ་བོ་འདུག། དྲི་མ་བྲོ་བ། འོ་ཡ་བྲོ་བ། བ་ར་ད་བླ་ཆུང་གི་བླུག་ཁ་བླུག། ཨ་ནི། ཕོ་བའི་ནང་ལོ་ལ་ཡར་བྱ་ལུག། མ་ནོར་རུ་མོ་ཟ་མོའི་འདོད་པ་ཡོད། བ་ར་ད་བྲ་ཁི་གུ་བྱི་ན་བྱིང་ཟིན་ཧ་གུ་ཡ། བཅའ་ལག་དེ་བྱིང་སོང་བྱིང་མ་སོང་དི་སང་ཕ་གས་ལ་བཅའ་ལག་དེ་བིང་སོང་ཡ་རེད་བ་བྱིང་བ། ཚིམ་པ་འདོད་པ་ཚིམ་བ། ཚུགས་པ་བསླབ་གྲྭ་ཡར་ཚུགས་པ། བསླབ་གྲྭ་ནང་ལ་ཡར་ཚུད་པ། དེ་འདྲས་ཅིག་ངས་ཚོར་གི་འདུག། ཨ་ནི་སྒོ་ང་དེ་ཡར་ཚོད་སོང། ཨ་ནི་བཞེས་སོང། དེ་དེ་རིང་ཆུ་ཚོད་གསུམ་པ་ཟིན་སོང། ད་ལྟ་ཨ་ནི་ང་ལ་དཀའ་ངལ་ཡང་ཚད་མ་གིས་ཟུག་སོང། ཟུམ་ཟེར་དུས་ཚང་མ་ལ་ཁ་རུག་རུག་བཟོས་འགྲོ་བ་དེ་ལ་ཟུམ་ཟེར། ཟུམ། ད་ང་བཞིན་གྱི་ཡ་ལ་ཡལ་མེད་པ་ཆགས་འགྲོ་བ། ཡ་སྐྱིད་པོ་ཡིན་པ་ཡིད་དགའ་བ། ཡ་ང་རོ་ཡོད་ལ་ཡོད་དུས་ཚོད་རྒས་འགྲོ་བ། ར་ལ་རལ་དུས་ལོ་རལ་བ། ར་སྐྱིད་པོ་རིག་ལ་རིག་མཐོང་བ། ར་སྐྱིད་པོ་རིག་ལ་རིག་གདབ་པ། ར་བྱེད་རྒྱུ་རུས་ལ་རུལ་ནང་ལོག་འབུ་བརྒྱབ་ནས་རུལ་བ། ར་མི་རེག་གར་རེག་ལག་པ་འཇུ་བ། ར་མི་རོ་རོ་ལ་རོབ་དེ་ལ་ལུང་བཅོས་པ། སྒ་སྐྱིད་ཀྱི་དཔེ་ལ་རོལ་བ། ལབ་པ་ལབ། སྐད་ཆ་བཤད་པ། ལག་ན་རོ་ལོག་ག་ལོག། ནང་ལ་ལོག་པ་གྲྭ་བ་ལོག་པ། ལག་ན་རོ་ལོང་བ་ལོང་ཚད་ལོང་བ། ལག། ཤ་ནུ་མོ་ཤེས་སར་ཤེས་ཧ་གོ་བ། ཤ་ན་རོ་ཤོང་མ་ཤོང་དེའི་ནང་ལོག་ལ་མིང་དེ་ཤོང་གི་རེད་ཤོང་གི་མ་རེད། སང་ང་ས་སང་དེ་ནས་དཀའ་ངལ་ནས་ནས་ནས་གྲོལ་བ། སངས་རྒྱས་པ། ས་དང་སྲས་གཉིས་བསད་པ། ས་ན་རོ་སོ་ན་སོན་ཟེར་ནས་དེ་ལ་སླེབས་པ། ང་ཨང་ཀི་དང་པོ་རུ་སོན་ཤག་གསོན་པ། ས་ན་རོ་སོས་ས་སོས། ནི་སོས་ནི་ཡང་སོས་པ། ས་ཀ་དང་འོ་ཡ། འདི་བར་དུ་ལ། ཨ་ནི་སྔོན་འཇུག་རྩ་བ་ཉིད་ནས་མེད་པ་ཡིན་པ་གང་ཤེས་ལ། རང་མགོ་ལང་པོ་སངས་པོ་ཆེ་ནི་མེད་དེ་ཡོད་དེ་འཛིན་བྱེད་ད་འདི་ནི་མ་ལ། ནི་དངོས་རྒྱུ་མེད་པ་གང་ཞིག་ལ་ཡང་རང་མགོ་ལང་པོ་སངས་པོ་ཡོད་དེ་མགོ་བྱེད་ཀྱི་དེ་ལ་དང་པས་ན་ས་ཀ་ད་སྐམ་མ་སྐམ་དང་པོ། ཚིག་དེ་ཧ་གོ་ན་འདི་ཚ་རེད། ཨ་ནི་སོ་སོ་རུ་དཔེ་བརྗོད་བྲིས་ཡ་རེད་མ་གཏོགས་དམིགས་བསལ་གྱི་འདས་མ་འོངས་སྦྱང་དགོས་ཡ་ཡོད་མ་རེད། ས་ཀ་ད་སྐམ་མ་སྐམ། སོག་པོ་སྐམ་པ་ས་ཆ་སྐམ་པ། ཁ་སྐོམ་པ་ས་ཀ་ད་ཀ་ན་རོ་སྐོམ་མ་སྐོམ། ས་ཀ་ད་ཀ་ཡ་ད་ཀྱ་ན་མི་སྐྱེ་སྐྱེ་བ་སྐྱེ་བ་ལེན་པ། ས་ཀ་ད་ཀར་ད་སྐྲག་པ་སྐྲག་བཞེས་པ། ས་ཀ་ད་ཀ་ཡ་ད་ཀྱ་ན་རོ་སྐྱོ་སེམས་པ་སྐྱོ་བ། ས་ཀ་ད་ཀར་ད་སྐྲངས་པ་སྐྲངས་སོག་པོ་སྐྲངས་པ། ར་ཀ་ད་ག་ལོ་རྒྱས་འགྲོ་བ་ཨེ་ཅིང། ར་ཀ་ད་ག་ཡ་ད་རྒྱ་ལ་རྒྱལ་ཐོབ་པ། ར་ཀ་ད་ཀ་ཡ་ད་རྒྱ་ཞུ་རྒྱུགས་ཟེར་དུས་ཚང་མ་ལ་ཡང་མ་འགྲོ་བར་ཟེར་བ་རེད། རྒྱུགས་བ། ར་ཀ་ད་ཀ་ཡ་ད་རྒྱ་ཞུ་རྒྱུགས་བ་རྒྱུགས་རྒྱུགས་ཤ་ལོས་བ་རྒྱུགས་བ། ར་ནེ་ད་རྙ་གི་གུ་གཉིས་ད་གཉིས་སྙིང་མ་ཆགས་པ་ཡང་མེད་དོ་གཉིས་གསུངས། ར་ནེ་ད་རྙ་འགྲོ་མི་རྙེད་ད་རྙེད་ཅིག་ར་བ། ས་རྙ་ད་རྙ་མ་རྙམ་ཅིག་དྲན་བ། ས་ད་ད་རྟ་འགྲོ་གི་རྟེ་ར་རྟེར་སྤྲད་བ། ས་ད་ད་ལ་ད་ད་ད་གི་གུ་ལྡིང་ང་ལྡིང་འཕུར་བ། ས་ད་ད་ཟླ་ཞིག་ཏུ་སྡུག་ག་སྡུག་སེམས་པར་སྐྱོ་བ། ལ་ད་ད་ད་ན་རུ་ལྡོག་ག་ལྡོག་ཟེར་ཡས་ཏེ་ལ་ན་རུ་ལོག་ག་ལོག་ད་དེ་འདྲ་གཅིག་པ་རེད་ལོག་པ། ས་ད་ད་ད་ན་དང་ཟེར་དུས་ཚང་མར་མི་གཞན་པ་བྱས་པའི་མ་དགའ་བ་ལ་སྡང་བ། ས་ན་ད་ན་མ་སྣང་ཟེར་དུས་ཐུགས་ཁྲལ fear ཚུལ་ཤར་བསྡད་པ་ལ་སྣང་བ། ས་པ་ད་པ་མ་སྤངས་ཟེར་ན་མ་གཡུགས་བཞག་པ། ས། ས་པ་ད་པ་ར་པར། ས་པ་ཏཱ་པ་ར་པར་བ་སེ་དུས་ཙམ་པ་ལ་གོ་ནས་ཡ་པར་བ། རིམ་པ་ཡ་པར་བ། བ་དེ། བོ་ཡ་ཨ་ནས་ས་པ་ཏཱ་པ་འབྲུ་པོ་པེ་ལ་པེལ་སེ་དུས་ཙམ་པ་ལ་ཁྱབ་ཁྱབ་ཆུ་བ། ས་པ་ཏཱ་པ་ནོར་པོ་སེ་དུས་ཙམ་པ་ལ་ས་ཆ་རྗེའུ་བརྒྱ་བ་ནས་སྤོས་བ། གོ་ནས་སྤོས་བ། ས་པ་ཏཱ་པ་ཡ་ཏཱ་ཅ་ད་ཅེ་སེ་དུས་ཙམ་པ་ལ་བེ་ཆུ་བྱེ་བ། ས་པ་ཏཱ་པ་ར་ད་ཏྲ་ད་ཏྲེ་ཏྲེ་བ་སྟེར་བ་སྦྱིན་བ། ས་པ་ཏཱ་པ་ར་ད་ཏྲ་ཀིང་པོ་ཀྲིང་ང་ས་ཀྲིང་སེ་ནས་བཏང་བ་ཡི་གེ་བཏང་བ།

སརྦ་དང་བྷ་ཡ་དང་ཇཱ་ར་ཇཱ་ཡི་གེ་གང་གཅིག་དོན་དག་ལས། དེ་གང་ལ་བོད་སྐད་ཇཱ་བ་ཟེར་ན་ཡང་འདྲ་འདུག་ཡང་མིན་ན། དེའི་པའི་དོན་དག་ཉིན་ཚིག་དང་དེ་ཉིད་ཁོ་ཉིད་ཡིན་པ་ཚུལ་ཇཱ་བ་ཟེར། མི་ཁོ་ཉིད་ཚུལ་ཇཱ་ར་བ་ཟེར། སརྦ་དང་བྷ་ཡ་དང་ཇཱ་གི་གུ་རྗེས་ན་རྗེན་སྤྲས་པ། ར་མ། ར་མ་དང་མ་ས་སྨད། ཟེར་དུས་ས་མ་ལ་རྐང་པ་ལ་རེ་མ་བཟོས་པ་ལ་སྨད་པ། ར་མ་དང་མ་གི་གུ་མི། ཟེར་ན་གར་སེར་བོ་རེད།

འབྱོར་བ་མ་འབྱོར་བ་རང་ཅག་རེ་རེ་ཡིན་ནས་མངོན་འགྱུར་ཡོད་ངེས་ཅི་རེད་ད་ནི་མགྱོགས་སུ་ལ་ཤར་ན་དྭོགས་དཀའ་རོ་ད་བཀྲ་ཁྱེའུ་བཀྲིས་ཡི་སྐད་ལ་བཀྲིས་པ་ཨ་ནི་ཐུག་པ་དུ་སོ་ཡར་དཀྲུགས་པ་དྭོགས་དཀའ་རོ་ད་བཀྲ་ཤིན་ཏུ་དཀྲུགས་དཀའ་དཀྲུགས། དྭོགས་དཀའ་རོ་ད་བཀྲ་མ་རོ་དཀྲོགས་དཀའ་དཀྲོགས་གཉིས་དཀྲོགས་པ་དྭོགས་དགའ་དགའ་སེམས་པ་དགའ་བ་ཨའོ་ཁ།

བའོ་དགའ་རོ་དང་སྒྲ་དང་སྒྲའི་ཟེར་ནས་མིག་བགྲད་པ། བའོ་དགའ་རོ་དང་སྒྲ་ནི་མི་བགྲད་སར་བགྲད་ཟེར་ནས་རྒྱན་གོ་ཆ་ལ་ཞལ་ས། བའོ་དགའ་རོ་དང་སྒྲ་དང་སྒྲ་ན་རོ་འགྲོ་དང་བགྲོད་ཟེར་ཏེ་འགྲོ་བ་གོམ་བགྲོད། བའོ་འགག་དང་འགག་ཟེར་ཏེ་ཚོམ་བ་ལ་བཀག་ནས་འགག་པ། བའོ་འགག་བྱང་ཆུབ་འགུལ་ལ་འགུལ་ཟེར་ཏེ་ཚོམ་བ་ལ་འགུལ་བཅོ་བརྒྱད་ཡ། བའོ་འགག་ན་རོ་འགོ་ཟེར་ཏེ་ན་བཟའ་གཅིག་ནས་གཅིག་ཏུ་འགོས་པ། བའོ་འགག་ན་རོ་འགོར་རམ་འགོར་ཟེར་ཏེ་ཚོམ་བ་ལ་དུས་ཚོད་ཕག་རྒྱང་པ། བའོ་ཁ་ཡ་དང་ཁྱ་ཁྱི་བོ་ཁྱི་ལ་འཁྱིལ་ཟེར་ཏེ་ཆུ་འཁྱིལ་བ། ཨའོ་ཁ་ཡེ་ད་ཁྱ་ཆུང་ཁྱུ་དང་ཁྱུད་ཟེར་ན་ཐམ་པ། ཨའོ་ཁ་ཡེ་ད་ཁྱ་ནོར་ཁྱོང་བ་ཁྱོང་ཟེར་ན་ཉི་མ་གཅིག་ལ་ཕ་ཁྱོང་བ་དེ་མདང་པ། ཉི་མ་གཅིག་ལ་ཉིན་ཁྱོང་བ། ཨའོ་ཁ་ཡེ་ད་ཁྱ་ནོར་ཁྱོ་ལ་ཁྱོ་ལ་ཟེར་དུས་ཚང་པ་ལ་དུས་ཚོད་སྐྱེལ་བ་ཟེར་ལ། ཁྱོལ་བ། ཨ་དུས་ཚོད་ཁྱོལ་སོང། དུས་ཚོད་ཁྱོལ་གི་མི་འདུག་ཨའོ་ཁ་ཡེ་ད་ཁྱ་ནོར་ཁྱོ་རང་ཁྱོ་ར་ཟེར་དུས་ཚང་པ་ལ་ཁྱ་ར་ཁྱོ་ར་བྱས་ནས་འདྲ་ཡ། ཨའོ་ཁ་ར་ད་ཁྲབ་པ་ཁྲབ་ཟེར་དུས་གཞས་ཞབས་ཁྲབ་ཁྲབ་ཡ། ཨའོ་ཁ་ར་ད་ཁྲ་ཞོ་ཁྲུག་པ་ཁྲུག་ཟེར་དུས་ཚང་པ་ལ་ཁོ་གཉིས་པ་རོལ་དེ་ལ་ཡ་མ་ཁྲུག་བ། ཨའོ་ཁ་ར་ད་ཁྲ་ཞོ་ཁྲུག་མ་ཁྲུང་ཟེར་དུས།

ཕི་གེ་ཏི་གེ་མུ་མཐུད་ནས་རེད་ད་ཨ་བོ་ཆ་ཆུན་བཅུག་ང་བཅུག་ཟེར་ངེས་དེ་ནས་མུ་མཐུད་ནས་མ་བཅོས་ཀྱི་ཡིན། ད་ཡིན་ད་ཨ་བོ་འཇག་ག་ས་འཇག། གཟིམ་འཇག་གནམ་སྒོ་ཟེར་ཡ་རེད་འཇག་དགོང་འཇག་གནང་ཟེར་ཡ་རེད་འཇག་མ་འོ་འཇག་ལ་མཇལ། བླ་མ་མཇལ་བ་ཟེར་ཡ་རེད་མཇལ། ཨ་ནེ་ཨ་བོ་འཇག་གི་གུ་འཇིག་ག་ས་འཇིག་ཟེར་དུས་རྩམ་པ་ལ་གཞལ་བ་དེ་ལ་སྐྲག་པ་ལ་གཞལ་བ་དང་འཇིག་པ། ཨ་བོ་འཇག་ཆུ་འདྲུད་འཇུ་ཟེར་དུས་ལ་ཕག་གི་ཡང་འཇུས་བ།

འདུན་བརྩི་ན་བཀུར་བ་འདོད་པ་ཡོད་པ་ལ་འདུན་པ་ཟིག་རེད་འདུན་པ། རྒྱུ་ཞགས་གློད་པ་ལ་འདུར་ཟིག་རེད། ཆོས་ཉིད་ཅིག་གི་འདུར་རྒྱུ་ཟིག་ཏུ་ཨ་ནི་འདོད་པ་ཡོད་པ་དེ་ལ་འོང་བདག་མེད་པར་འདོད་དང་འདོད། འོ་ཡ་འདོད་ཅིག། ཨ་ནི། སོ་སོ་དེ་དང་འབྲས་བུ་ཆགས་ཚེ་སོང་ན་འདྲིས་པ། འདྲིས་པ། ཨ་ནི་ཆུ་དང་འོ་མ་གཉིས་འདྲེས་པ་ལ་འོང་བདག་རབ་དང་འདྲ་ནུབ་འདྲེས་དང་འདྲེས། དག་སྣང་ཞིག་གི་འབྲས་རྟགས་ཤོ་ཡ་གཉིས་འདྲེས་དེ་ལ་འོང་བདག་རབ་དང་འདྲ་ནུབ་འདྲེས་དང་འདྲེས། ཨ་ནི་རི་བོ་ཅན་འབྲོག་ཟེར་ནས་གཞན་དུ་བྲོས་པས་དེ་ལ་འབྲོག་པ། ཨ་ནི་ནས་དང་ན་ཚ་ནི་མནར་བ་ནས་མནར་ཤིན་ཏུ་ཆེ་བས་ཟེར་ཡང་ནི་མནར་བ་མའོ་མནར་ཡང་མནར་བ། ཨ་ནི་ང་ལ་གོ་སྐབས་གནང་བར་ཐུགས་རྗེ་ཆེ་གནང་ཟེར་ཡང་ནི་གའོ་གནང་ཡང་གནང་བ། ད་ནང་བཞིན་གྱི་འདི་དང་ཁོ་གཉིས་སྦྱར་ཏེ་བཞག་ཟེར་ཡང་ནི་སྦྱར་རོ་ཨའོ་ཨའོ་བ་ཡ་དང་སྦྱར་ཡང་སྦྱར་ད། ཨ་ནི་ཨའོ།

ཨ་ནི་འཁྲུག་པ་སི་ཏེའོ་ཕ་ར་ད་ཁྲ་ཤུ་ཁྲུ་ཁ་ཁྲུ་ལ་ཡ་ཏི་ཁ་ཁ་བ་ད་ཟ་བྲ་ལང་སུ་ན་འདི་ལ་འཁྲུག་པ་སི་ཡ་འཁྲུག་པ་ཡ་བ་འཁྲུག་པ་ཨ་ནི་འོད་ལ་སོ་བ་འོད་ཤར་སུ་ན་འོད་དེ་འཕྲོ་བ་སི་རེད་འོད་འཕྲོ་བ་ད་ན་ཤིང་གི་མིག་ལ་སོ་བ་མིག་དེ་གས་ཏེ་མ་བཙུམ་པ་མིག་བཙུམ་པ་ཁ་བཙུམ་པ་མིག་བཙུམ་པ་ད་ན་ཤིང་གི་སོ་སོ་གི་འཚོ་བ་སྐྱེ་བ་ལ་ཡང་འཚོ་བ་ཨའོ་ཚ་ན་རུ་འཚོ།

བོ་ཡང་བྱས་པ། ཨ་ནེ་བོའུ་ཞྭ་ཞིག་འདི་ཞུས་ཟེར་དུས་ཙམ་པ་ལ། ཉི་མ་ཤར་བ་འདི་མ་ཞུས་རུང་དུ་ཟེར་ཡག་ཞུ་དང། ཨ་ནེ་བོའུ་ཞྭ་ཞིག་འདི་ཞུ་ག་སར་བཞུགས་ཟེར་དུས་བླ་མ་བཞུགས་ཤག་ཟེར་ཡག་ཞུ་དང། གང་ན་ཤིང་གི་བོའུ་ཞྭ་ཞིག་འདི་ཞུས་ད་ཞུས་ཟེར་དུས་ཙམ་པ་ལ་འགྲོ་བ་ལ་ཞུས་པ་ཟེར། འགྲོ་བ་ཞུས་པ་དང། གང་ན་ཤིང་གི་བོའུ་ཞྭ་ཞིག་འདི་ཞུ་ར་ཞུར་ཟེར་དུས་ཆུ་འདྲ་བོ་དེ་འདྲ་ཡིན་ན་ཐུར་དུ་ལ་མ་འགྲོ་བདེ་བ་དེ་ལ་ཆུ་བཞུར་བ་ཟེར། དེར་བཞུར་བ། དེ་ནས་ཏི་ཤུ་ཀུ་དེ་ལ་བཞེས་པ། བཞེས་པ་ཟེར་བའི་དེ་ཙམ་པ་ལ་ཁ་ལ་གསོད་བྱ་ཡིན་ན་གསོད་བྱ་བཞེས་པ་དགོངས་པ་ཡིན་ན་དགོངས་པ་བཞེས་པ། འོ་དེ་ལས་ཀྱི། ཨ་ནི་གའུ་ཟ་ཀི་ཀུ་ཟི་ག་ས་ཟིག་ཟེར་བརྗོད་པ། ཟིག་ཟེར་ནས། མ། ལྟ་བ་པོ་བཞེས་ས་དེ་ལ་ཡང་ཟིག་པ་ཟེར་བ། ཨ་ནི་བའུ་ཟ་ཀི་ཀུ་ཟི་ཟེར་དུས་ཙམ་པ་ལ་ར་ཟེ་ཡ་ཀི་ཟེར་ཟེར་བ། བའུ་ཟ་ན་རུ་ཟོ་དང་ཟོས་ཟེར་དུས་ཙམ་པ་ལ།

དེ་ནས་ཡང་པགས་པ་འགྲོ་བ་ཅན་ཤུ་ཡིན་ན་པགས་པ་འགྲོ་བ་ཚོའི་ཚུལ་བཤུས་པ་དང། དེ་ནས་ཡང་གའུ་ཤ་ཤ་ཆུ་ཤུག་ག་ཤུག་ཟེར་དུས་ཚང་མ་ལ་ལྕ་ལག་དེ་དཔེ་གལ་ཡོད་པ་ཡིན་ན་ལྕ་ལག་དེ་ཚུལ་ཐིགས་ཅེས་ཅེར་བ་བྱེད་ད་ཟེར་དེ་ལྕ་ལག་དེ་ཚུལ་ཤུག་ད་ཟིག་དོ་དེ་ད་ཆ་འདིར་ད་དོ་དེ་ཡང་མ་མོ་ཅི་ཧ་གོ་མ་རེད་ཤུག་ཆེ་ཨ་ནི་གའུ་ཤ་ཤ་ཆུ་ཤུག་མ་བཤུམ། མུ་བ་གི་ཞེ་ས་དེ་ལ་བཤུམ་པ་རེད་བ། ཨ་ནི་གའུ་ས་ན་སྲན། སྲན་ཟེར་དུས་ཚང་མ་ལ་ངན་བ་གི་ཞེ་ས་དེ་ལ་སྲན་རེད་བ་འོ་དེ་ཕྱིར། འོ་ཡ་དེ་ནས་སོང་ནས་སོང་ཟིག་དེ་ཙམ་པ་ལ་ང་ཚོས་ལབ་པ་ལབ་ལོག་གི་ཞེ་ས་དེ་ལ་སོང་ཆེ། འདི་ལ་ཨ་ནི་འདས་པ་ཡིན་ན་ས་ཞིག་རེད་དེ་མ་གཏོགས་ཁྱད་པར་ཡོད་མ་རེད་བ་སོང་བ་དང་སོ་བ། ཨ་ནི་ཁྱེད་རང་ཆུང་ཆུང་སྐབས་ལ་སུས་གསོས་པ་རེད་སོ་བ། ཨ་ནི་ང་པང་བསུ་བ་མ་རེད་བ་སུས་བ། ཨ་ནི་ཡང་བླ་མ་དེ་འདྲ་ཕེབས་སོང་ན་བླ་མ་དེ་ལ་ཚུལ་བསུ་ག་འགྲོ་རེད་སུ་བ། བ་ཨུ་ས་ཀི་པོ་སི་ལ་སི་ལི་ཟེར་རྒྱུ་ཙམ་པ་ལ་གོ་བ་ཁ་ཤས་བྱོས་རེད་ཡིན་ནའི་འདི་ནང་ལོ་འདི་ཧ་གོ་ན་འགྲིག་ལག་པ་བཀྲུ་བ་ལ་ཞེ་ས་ག་ལ་རེད་ཆགས་སི་ལི་བ་སི་ལི་བ་ཆགས་སི་ལི་བ་ཡིན་ཙང་སི་ལི་བ་ཅེས་གོ་བ་ཡང་དུམ་བུ་གཅིག་ཚར་བ་རེད། འདི་བར་གྱི་གནས་ཚུལ་འདི་ག་རེ་ཆགས་གོ་རེད་ཟེར་ན། དུས་གསུམ་མཐོ་པོ་བ་གཟུགས་མི་འབྱོར་བ་ཡིན་པ་གང་ཤེས་ལ་རྐྱང་པ་གི་བདེན་ཚད་ཀྱི་ངོ་རང་མགོ་རང་མགོ་སངས་པོ་མེད་ངེས་ཀྱི་ད་རང་མགོ་རང་མགོ་སངས་པོ་ཡོད་ངེས་ཏེ་ཟེར་བ་དོན་མ་རེད་ངས་བདུན་ཡ་བདུན་གྱིས་ཡ་བཟོས་ཡོད་དཔེར་ན།

ཨོ་ཡ། འདི་ལ་ཡིན་ཨང། འདས་པའི་མང་བོ་ད་ལྟ་བ་ཚང་མ་གཅིག་པ་རེད། དེ་འདྲ་ཡིན་པ་ཡིན་ཙང་དེ་རིང་ང་ཚོ་ཕལ་ཆེར་བྱ་ཚིག་བེར་བ་ཉིས་བརྒྱ། སུམ་ཅུ་སོ་སྐད་ཟེར་གྱི་ཡིན་སྦྱང་དགོས་རེད། དེ་ཡིན་ན་ཡང། ཞི་བ་ཞུ་དཀའ་ལས་ཁེགས་པོ་བྲི་ཡ་མ་རེད་ཚང་མ་ལོ། ག་རེ་ཡོད་དེ་ཟེར་དུས་རྩོམ་པ་ལ་ཚིག་ཁོ་རང་གི་དག་ཆ་ཤེས་དགོས་རེད། ཨ་ནི་ཤེས་ན་ཚར་རེད་འདས་པ་མང་བོ་ད་ལྟ་བ་གི་དཀའ་ངལ་གྱི་ཡོད་མ་རེད་བ། འོ་དེ། བྱ་ཚིག་ཉིས་བརྒྱ་སུམ་ཅུ་སོ་བརྒྱད་དེ་ཁྱེད་རྣམ་པ་ཚོས་ཀྱི་ཁྲིད་དེ་རྣམས་ལ་མ་བྲིས། མ་ཤེས་ཡང་རེ་རེ་གཉིས་རེ་དེ་ལས་ཁྲིད་སྲིད་ཀྱི་རེད། དཔེ་ལྟ་བུ་ཆགས་ཤར་ན་ངས་ཁྱེད་རང་ཚོ་ལ། ཨ་འོ་ད་ཞུ་རྒྱུ་འདུར་བ་འདུར་ལ་ནི་ཧ་མ་གོ་བ་ཡང་མང་པོ་ཡོད་རེད། རེད་མ་རེད། འདུར་བ་ཚོ་ནི་རྒྱུགས་རྒྱུགས་པ་ལ་ཟེར་བ་རེད་འདུར་བ། ང་ཚོ་བོད་པ་བུ་མོ་བརྗོད་པ། ཨེ་མ་ཨོ་ལིམ་པིག་ལ་ཨང་ཀི་ཉི་བ་གསུམ་པ་ཞིག་ལེན་སོང། ཁོ་རང་གི་འགྲོ་སྟངས་ཞིག་ཏུ་དེ་ལ་འདུར་རྒྱུགས་ཟེར་གི་རེད། རྒྱུགས་ཤག་ལོས་པ་ལ་འདུར་བ་ཟེར་གི་རེད། དེ་འདྲའི་གསོན་པོའི་ཚིག་ཁ་ཤས་ཁ་ཤས་ཀྱིས་ཁྱེད་རང་ཚོ་སྨྲ་བཞིན་པ་ཡོང་སྲིད་རེད་དེ་གས་དེ་ཚིག་མཛོད་ལ་བསྔོག་དགོས་ཡེ་ནས་རེད་ཟུར་ཟུར་བྲིས་རྒྱག་དགོས་ཡེ་ནས་བྱས་ཨེ་ན་མང་ཆེ་ཤོས་དེ་འཐམ་པ་དང་འཐབ་པ་དང་འཐད་པ་དང་ཨེ་ནས་མཐོང་བ་དེ་ཚོ་ཧ་གོ་རེད་ཡིན་ན་ཡང་མ་འོངས་ཐ་ན་རུ་མཐོ་དང་མཐོ་རུ་སེང་དེ་ཧ་མ་གོ་བ་ཡིན་སྲིད་རེད་ཧ་མ་གོ་བ་དེ་གས་དེ་ན་སོ་སོ་གིས་མ་ཟིན་བྲིས་རྒྱག་ཨེ་ན་འདུག་བྱས་ཡ་རེད་ཨ་ནི་དཔེར་བརྗོད་ཨ་ནི། བྱ་ཚིག་ཉིས་བརྒྱ་སུམ་ཅུ་སོ་བརྒྱད་ཆ་ཚང་ལ་བེད་སྤྱོད་བྱ་མ་ཐུབ་པ་ཡིན་ན་ཡང་ལྔ་བཅུ་སུ་གཅིག་ལ་ཚུད་རུག་རུག་སུ་ཨ་ནི་བེད་སྤྱོད་བྱ་ཡ་མི་བཟོད་ཅེ་ན་ཡག་པོ་ཡོད་རེད་ད་འདི་ག་རེ་རེད་ཟེར་ན་དུས་ཚོད་ཐུབ་བོ་ན་ལུས་གཟུགས་མི་འཇུ་བ་རེད་འཇུ་བ་མི་འགྲོ་གི་བེད་ཚེ་རེད་དངོས་བྱུང་འཇུ་བ་མ་འགྲོ་ངེས་དངོས་བྱུང་ཡོད་ན་དངོས་བྱུང་འཇུ་བ་མ་འགྲོ་ངེས་དངོས་བྱུང་མེད་ན་དངོས་བྱུང་མེད་པ་དེ་ཡང་འཇུ་བ་མ་འགྲོ་ངེས་བྱས་ནས་འོ་དེ་འདྲའི་ཆེད་ནས་བེད་སྤྱོད་བཏང་ད་དེ་ང་ཚོས་དང་ད་འདི་དུས་ཚོད་ཐུབ་བོ་གི་བེད་ཚེ་དང་པོ་དང་གཉིས་པ་ཉིད་དེ་རེད་ད་འདི་ཡག་པོ་ཅི་ཤིང་ས་ན་བེད་ཚེ་རྗེས་མ་ཟབ་པད་མ་གི་ཉིན་མོ་དེ་ལ་ཡིན་ན། དུས་གསུམ་ཐུགས་འགོག་གི་ནང་ལོགས་ནས་ད་འགྱུར་བ་འགྲོ་ནས་འགྱུར་བ་འགྲོ་སྟངས་མི་འདྲ་བ་བརྗོད་ལ། དཔེར་ན། ཡི་གེ་བྲི་ཡི་ལ་ལ་མ་འོངས་པ་བ་ར་དང་བྲ་ཁི་བའི་བྲི། ད་ལྟ་བ་ཨ་འོང་བ་ར་དང་བྲ་ཁི་བའི་འབྲི། འདས་པ་བ་ར་དང་བྲ་ཁི་བའི་བྲི་ས་བྲི་ལ་འགྲོ་སྟངས་མི་འདྲ་བ་རེད། ཇག་ནག་བཞིན་ལྕགས་ལ་ཁྱེར་ནས་འགྲོ་བ་སེ་ཡ། ད་ལྟ་བ་དང་མ་འོངས་པ་གཉིས་གཅིག་པ་རེད། ཨ་འོ་ཁ་ཡ་ར་ཁྱེར་ནམ་པ་ཁྱེར་ར་ཁྱེར་འདས་པ་ཁ་ཡ་ར་ཁྱེར་ནམ་པ་ཁྱེར་ར་ཁྱེར། དེ་འདྲའི་བྲི་སྟངས་མི་འདྲ་བ་དེ་འདྲ་ཁ་ཤས་ཁ་ཤས་བརྗོད་ཡ་རེད། དེ་གས་དེ་ལ་ད་སོ་སོ་བེད་སྤྱོད་གཏང་གིན་གཏང་གིན་ཤི་འགྲོ་ཡ་ཅི་རེད། དེ་གས་དེ་ང་ཚོ་ས་པན་པ་ལ་ངོ་རེ་བྱེད་ཀྱི་ཡིན། དེ་གའི་ཐ་ང་ཚོ་འདྲི་བ་བྱེད་ཀྱི་དེ་རིང་ཁྱེད་རྣམ་པ་ཚོ་གི་ཡིན་གཅིག་མིན་གཅིག་གི་བྱ་ཚིག་ཨ་ནི་ཉིས་བརྒྱ་སུམ་ཅུ་སོ་བརྒྱད་དེ་ཆ་ཚང་གཅིག་སོ་སོ་བྲིས་པའི་ནང་ལ་བྲིས་ན་ཡག་པོ་ཡོད་རེད་ལ་ཨ་ནི Computer སྟབས་བདེ་པོ་འདི Typing སྟབས་བདེ་པོ་འདྲ་ཞིག་ཡོད་ན་དེ་ནི་དེ་གང་ལ་བྲིས་ཆགས་པ་ཚང་མ་ལ་ཨ་ནི་གཅིག་བྲིས་ནས་འོག་ལ Comment ནང་ལ་བཞག་རོགས་གྱིས་དེ་བཟོས་ནས་ཨ་ནི་རྗེས་བྱས་ལ།